བཀྲ་ཤིས་ཤོག་བཀྲ་ཤིས་བདེ་ལེགས་རྣམ་རྒྱལ་བླ་མ་ལ་དུད་འགྲོ་སྒྲོལ་མ How are you sir ང་བདེ་པོ་ཡིན་དུད་འགྲོ་ལགས་དུད་འགྲོ་སྒྲོལ་མ་ལགས་བདེ་པོ་ཐང་པོ་ཡིན་ང་དང་ནང་མི་ཆ་ཚང་བདེ་པོ་ཐང་པོ་ཡིན་ད། སྐལ་བཟང་དབང་བདེ་བཀྲ་ཤིས་བདེ་ལེགས་མིག་དམར་དཀར་མཛེས་ལ་བཀྲ་ཤིས་བདེ་ལེགས་མང་པོ་ཡོད་ས་བཀྲ་ཤིས་ཕུན་ཚོགས་བཀྲ་ཤིས་བདེ་ལེགས་བཀྲ་ཤིས་ཕུན་ཚོགས་ལ།

སྟོབས་ལྡན་པོས་བཀྲ་ཤིས་བདེ་ལེགས་རྒྱལ་ལ་བཀྲ་ཤིས་བདེ་ལེགས་ཐུབ་བསྟན་གཉིས་ལ་བཀྲ་ཤིས་བདེ་ལེགས་ཨ་རོགས་ཚང་བདེ་པོ་ཡིན་པས་བདེ་པོ་ཡིན། བཀྲ་ཤིས་བདེ་ལེགས་ཐམས་ཅད་ལ watching from San Diego California ཨ་མ་བསྟན་འགྲོའི་ལོ་ཐོ་ཆེ་ན་ཐུབ་བསྟན་གཉིས། རིན་ཆེན་གཡང་འཛོམས་ལ་ཐོ་རྗེ་ཆེ།

ད་དེ་རིང་ཡང་བོད་མི། ཆུ་དམག་ཅིག་ཡིན་པའི་ཆ་ནས་རེད། བོད་མི་ས་ཡ་དྲུག་ནང་ཁུལ་ནང་ལོགས་ལ་ང་ཡི་བོད་པ་ཅིག་ཡིན་པའི་ཆ་ནས། ཨ་ནེ། རྣམ་པ་ཚོ་མཉམ་དུ་ང་གི་སེམས་ཀྱི་ཚོར་བ་འདྲ་བོ་དེ་འདྲ། ཁ་ཤས་མ་བཤད་ན་བསམ་ས་ལོགས་ཞིག་དྲན་སོང། དམིགས་བསལ་གྱིས་ཁ་སང།

སེམས་པ་ནང་ལུགས་ལ་སྐད་ཆ་གསལ་པོ་ཆགས་འགྲོ་གི་རེད་བསམ་ས་རོགས་བྱས་རྗེས་ཨ་དེ་རེད། ཨོ་མ་ཅིག་བཤད་ན་བསམ་ས་རོགས་དྲན་སོང། སོང་ཙ། ངེད་ཀྱི་ངོ་དེབ་ནང་ལོགས་ལ། ཨ་ནི་ལྗན་རྣམ་རྒྱལ་དྲ་བ་ཅིག་ས་ཡི་ཁོ་རང་མིང་འདི་གསལ་པོ་རོགས་དྲན་མ་སོང། ཁོ་རང་ཡང་རྒྱ་གར་ནང་ལ་ཡིན་པའི་ཆེད་ཨ་ནི་ཁོ་རང་ཕ་ཚའི་ཧ་ལམ་མ་སོང་ན།

ཨ་ནི་སུའི་གཞུང་ལ་ཡང་དྲི་བ་དྲིས་ཡ་ཡིན་རེད་བ་དེའི་ནང་ལ་སྐད་ཆ་མང་པོ་བཤད་ཡོད་རེད་ངས་སོང་ཙང་ད་རིང་གི་དུས་ཚོད་འདིའི་ནང་ལོགས་ལ། དར་ནག་ཚོགས་པ་དང་ཅོ་མིང་འདུག་གི་སྐུ་ཚབ་བྱས་རྗེས་ད། ཁ་ཟས་ངས་མ་ཨ་རི་ནང་ནས།

ང་ལ་ཡ་བཞི་བོ་བཞི་བོ་གཅིག་གིས་སྡིག་ར་བསྐུལ་ཡ་ལ་སོགས་པ་ང་ལ་ཡ་བཞི་བོ་བཞི་བོ་གཅིག་གིས་མཐོང་ཆུང་བཏང་ཡ་ལ་སོགས་པ་འདི་འདྲ་བྱས་པ་ཡིན་ན་ཁྱེད་རང་ཚོ་ནོར་བ་རེད་ད། འདི་ངས་ཐད་ཀར་ཞུ་ཡ་ཡིན་རེད་བ། འདི་དང་མཉམ་དུ་ལ། ད་ང་ཚོ་རྣམ་པ་ཚོ་མི་མང་ཚོགས་ཀྱི་ཆ་ཚང་རེད་བ། འོ་ནས་ད་ནས་སྤྱི་འཐུས་གྲོས་ཆོད་ད་རེས་ཉི་མ་གཉིས་ཚོགས་པ་རེད་སྤྱི་འཐུས་གྲོས་ཆོད་ཅིག་བཟི་ཡོད་ཀྱི་རེད་བ། སྤྱི་འཐུས་གྲོས་ཆོད་ནང་ལོགས་ལ། རྒན་མོ་གླང་ཡག་ཨཱ་ནི་སེམས་དཔའ་སྤྱོད་ཡ། དེ་འདྲའི་གཅིག་གི་མི། ཁྱེད་རང་ཚོ་གི། ཆབ་སྲིད་ཀྱི་དབུ་ཁྲིད་ཅིག་བསྐོས་ཡོད་དཱ། ད་རིང་གི་དུས་ཚོད་འདིའི་ནང་ལོ་ལ་ངས་དང་པོ་ངས་རེ་བ་ལྷག་པར་དུ། ཉན་པ་ལྷར་སོ། མ་ཉམས་དེ་ངས་ཉམས་པ་རེ་བ། སླར་གསོ་ཉམས་ལྡན་ངེས་ཡ་སླར་གསོ་བྱེད་མཁན་ཚོགས་པ་འདིས། ནང་ལོགས་ལ། རྡོ་སྟོད། རྡོ་སྨད། དབུས་གཙང། བོད་ཆོལ་ཁ་གསུམ་གྱི་མི་ཡོད། སོང་ཙང་ང་རང་ཚོ་གི། ཚོགས་པ་འདི་གི་ལངས་ཕྱོགས་དང་ཚོགས་པ་འདི་གི་ལྟ་གྲུབ་འདི། མ་ཉམས་དེ་ཡ་འདི། སྒྲིག་འཛུགས་ཉམས་ཀྱི་ཡོད་ན་རེད་དམངས་གཙོ་ཉམས་ཀྱི་ཡོད་ན་རེད། ད་ག་རེ་ཉམས་ཀྱི་ཡོད་ན་དེ་ལ་ཡ་སླར་གསོ་བྱེད་ཡ་འདི་ང་རང་ཚོ་གི་ལྟ་གྲུབ་རེད་མ་གཏོགས། འདིའི་ཚོགས་པ་འདི་གི་ཨ་ནི། བྱེ་བྲག་པ་གཅིག་ལ་རྒྱབ་སྐྱོར་བྱེད་བ་དང། ཆོལ་ཁ་གཅིག་ལ་རྒྱབ་སྐྱོར་བྱེད་བ་དང་ཆོས་བརྒྱུད་གཅིག་ལ་རྒྱབ་སྐྱོར་བྱེད་བ་རྩ་བ་རེ་ནི་མ་རེད་ད།

དུས་རྟག་ཏུ་ཤེས་ཀྱི་འདུག་བ་ངས་དུས་རྟག་ཏུ། ང་རང་ཚོ་ག་བ་ཡིན་ནས་རེད་བ། དངོས་གནས་དྲང་གནས་གཅིག་གི་གར་སོས་དགོས་རེད། ལྷག་བསམ་རྣམ་དག་བྱེད་དགོས་འདི་གནད་འགག་ཆེན་པོ་རེད། ད་ནི།

ངོ་ཚ་གི་མི་འདུག་མི་མང་ལ། སྤྱི་འཐུས་གྲོས་ཆོད་ནང་ལོགས་ལ་ཁྱོད་རང་ངོ་ཚ་ཡི་མི་འདུག། ད་ཁྱོད་རང་མི་མང་སྐྱིད་ལ་ལོས་ངོ་ཚ་ཡི་ཡོད་མ་རེད་སང་ཉིན་ང་གཉིས་སུའི་སང་ལ་ཡོང་གི་རེད། ངས་དྲི་བ་འདི་བཀོད་གི་རེད། ཁྱོད་རང་ལན་དེ་ཨ་རག་རྒྱག་གི་རེད་བ་ཁྱོད་རང་ངོ་ཚ་ཡི་ཡོད་མ་རེད། ཁྱོད་རང་ངོ་ཚ་ཡི་མེད་ན་ང་ཚོ་དྲི་བ་བཀོད་མཁན་ངོ་ཚ་གི་འདུག་ད། ཀུན་མཁྱེན་གསུམ། མི་རབས། ཁྱོད་རང་གིས་ཉིས་སྟོང་ཉིས་རྩ་གཅིག་ནང་ལོར་ལ་སྐུ་ངོ་བློ་བཟང་སེང་གེ་ལས་ལྷག་གཅིག་ངས་བྱེད་ཐུབ་ཀྱི་ཡོད། སྐུ་ངོ་བློ་བཟང་སེང་གེས་གོམ་པ་བཅུ་བརྒྱབ་པ་ཡིན་ན་ང་གོམ་པ་བཅོ་ལྔ་བརྒྱབ་ཐུབ་ཀྱི་ཡོད་བྱས་རྗེས་དཔེར་ན། འཕྲིན་ལམ་ལ་གཡུག་རྗེས། དུང་སྐལ་བར་བཏགས་རྗེས་དོན་འཁྱོལ་མི་རེ་བ།

ཁྱོད་རང་ཟ་ན་ཟ་ཁྱོད་རང་བཏུང་ན་བཏུང་ཁྱོད་རང་ག་བ་འགྲོ་སོང་བཏང་ན་བཏང་ཁྱོད་རང་གི་བདག་དབང་ཆ་ཚང་རེད། ཡིན་ནའི། སྲིད་སྐྱོང་ཟུར་པ་ཀུན་བློ་བཟང་སེང་གེ་ལགས། དམིགས་ཡུལ་དང་བདེན་དཔང་གི་ཐོག་ནས། དངུལ་བསྡུ་རུབ་བཏང་བྱས་པ་དེ་ཁྱོད་རང་གི་འགྲོ་སོང་བཏང་ཚར་འདུག་ངོ་ཚ་ཡི་མི་འདུག་ཨེ། ཞབས་འདྲེན། དངོས་ནས་ངོ་ཚ་ཡི་མི་འདུག་བ། ད་ལྟའི་ཁྱོད་རང་གི། རྒྱབ་སྐྱོར་བ་ཁ་ཤས་རྒན་མགོ་སྤོག་དང་རྨོག་དེ་འདྲས་ཁ་ཤས་ཅིག་གིས་ང་ལ་ཡ་ཞི་བོ་ཅིག་བཤད་ཁ་བྱེད་ཀྱི་འདུག་བ།

དེ་ཡང་དར་ནག་ཚོགས་པ་གི་སྐུ་ཚབ་ཅིག་སླེ་ཤཱཀྱ་མིང་འདུག་བཀའ་མ་སྔགས་ཁྲུས། ཁོས་གི་གར་བྲིས་འདུག་རྡོར་རྗེ་གླིང་རྟེན་ལ་ངས་དེ་གི་དེབ་ལྗང་ཁུ་སྤྲད་ཡོད་བས་ས། དེབ་ལྗང་ཁུ་རྙིང་པ་ཡིན་ད་གསར་པ་མེད་ད། རོ། ཕྱི་རྗེའི་ཁ་ནང་ལོག་ལ། བོད་པ་མང་པོ་ཅིག་སླེ་ལོང་མེད་པ་ལ་དོ་དེབ་ལྗང་ཁུ་བརྗེ་བོ་རྒྱབ།

ཁྱོད་རང་ལྟ་ཞིག། ཁྱོད་རང་གི་དེབ་ལྗང་གུ་དཔེ་ཤར་སྤྲད་ཡོད་བས་ལགས་འདུག་བ། དེབ་ལྗང་གུ་གི་དཔེ་ཤར་བ། ཕྱི་རྒྱལ་ལ་ཡང་སྤྲད་གི་ཡོད། ངས་འདི་རྒྱ་གར་ནས་བཟོ་རྒྱུ་རེད། རྒྱ་གར་ལ་ཡང་བྲིས་ཀྱི་ཡོད་ཁྱོད་རང་ནང་བཞིན། མེད་མདའ། ཧ་གོ་སོང་ཨ། རྡོ་རྗེ་ལེགས་ལྡན་ཁྱོད་རང་ལ་ལབ་ཀྱི་ཡོད་ཁྱོད་རང་ནང་བཞིན་མེད་མདའ། ཁྱོད་རང་གི་ཕ་ཚེ། དེབ་ལྗང་གུ་རྫུན་མ་འདི་འདྲ་མ་བིན་འདི་འདྲའི་གསར་བ་འདི་འདྲ་བཟོས་ཡོད་ཀྱི་རེད་མིང་ནོར་སོང་ཡས་ནོར་སོང། ངས་རང་འཇགས་བཞག་ཡོད་ད། ག་རེ་ཡིན་ན་ནོར་སོང་ཟིན་ནས་བཟོ་བཅོས་རྒྱག་མེད། ཁྱོད་རང་ཚོ་དེབ་གསར་བ་འདི་དང་དེབ་རྙིང་པ་འདི་ཧ་གོ་གི་ཡོད་ཀྱི་རེད། རང་འཇགས་ཡིན། ཧ་གོ་སོང་ཨ། སོང་ཙ། རྡོ་རྗེ་ལེགས་ལྡན།

བོད་པ་ཅིག་ཡིན་པའི་ཆ་ནས། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ས་གནས་ས་ཐོག་ནང་གླས་ཡོང་དུས། དྲི་བ་དྲིས་ཡ་ངས་བདག་དབང་རེད། དྲི་བ་དྲིས་བའི་སྐབས་ནང་ལ་ལ་སྦུ་བྱ་རྒྱག་ཡ་ལ་སོགས་པ། རྫུ་གུ་བཙུགས་ཡ་ལ་སོགས་པ། ལག་པ་བཅད་ན་ལ་སོགས་པ་བྱུང་བ་ཡིན་ན། ཞབས་འདྲེན་ཡོང་ཁུར་དག་ངས་ཡང། སྐུ་ངོ་དོན་ཆེ་འཆི་མེད་རིན་ཆེན་ལགས་དང། བོད་ཕྲུག་ལས་བྱེད་ཚོགས་པ་ཚོགས་གཙོ། ཀརྨ་ལགས་ལ། ལག་པ་ཐལ་མོ་རྒྱག་ནས་འབོད་སྐུལ་ཞུ་གི་ཡོད་ད། སོང་ཙང་རྣམ་པ་ཚོ་གི་འདི་ཚོ་དྲན་འདི་ཚོ། གོ་སྒྲིག་ཡག་པོ་གནང་རོགས་བྱས་ཞུ་ཡ་ཡིན། མ་གཏོགས་ཅི་གི་ང་རང་ཚོ་གི་ཡང། སྐབས་དེ་དུ། ཆབ་སྲིད་གི་དབུ་ཁྲིད་སུའི་སྣང་སླད་བཅས། དྲི་བ་དྲི་ངན་འདི་འདྲའི་སྐབས་གནང་ལོག་ལ། དེ་འདྲའི་བྱུང་བཞག་ཟེར་ནས་གཏམ། སྡུག་བ་དེ་འདྲའི་མ་ཡོང་བར་གི་ཐབས་ཤེས་རྣམ་པ་ཚོ་གནང་རོགས་བྱས། དྲི་བ་དྲི་ཡ་ངའི་ལས་འགན་རེད་ངས་གི་བདག་དབང་རེད།

ཁྱོད་རང་ཚོ་གི་ཞི་བུ་ག་བྱེད་གི་འདུག་འདུག་ཨ་མདའ་ཀྱེ་བཤད་གི་འདུག་ཨ་ཀྲང་ཀ་པ་རུ་ན་ལོ་ལ། ཁོ་ཕ་ག་ཅིག་གླས་བཅུ་དང་དྲི་བ་ཅིག་བཀོད་བཅུ་དང་ཏག་ཏག་བཟོད་གི་འདུག་འདུག་བཤད་གི་འདུག་ཨ། ལག་པ་ཐུག་ཡ་ཕ་ཤ་ནི་རྫུ་གུ་ཅིག་བཙུད་ནི་འབུ་ཅག་ཅིག་རྒྱབ་ཤོག་ཨ། ཨ། ང་རང་ཚོ། ཨ་ནི། ཞབས་འདྲེན་ཤུག་གི་སུག་གི་ཞུག་གི་འདུག་ལྟ་རྒྱུ་རེད། དེ་ངས་ཁྱོད་རང་ཚོ་ད་ལྟ་ར་ལ་གི་ཡོད་ད། ད་ལྟ་ར་ཁ་རི་ཁ་ཐུག་གདོང་སྟོན་གྱི་ཐོག་ནས་དེབ་ལྗང་ཁུ་དེ་ཡོད། རེད་པ། དེབ་ལྗང་ཁུ་དེ་ཡོད་ད། འགྱུར་བ་ཅི་གང་ཅི་བཏང་མེད་ད། དེབ་ལྗང་ཁུ་ནང་ལོགས་ལ་ཁྱོད་རང་ཚོ་ང་ཕྱི་རྒྱལ་ནང་སླེ་ཅེས་སྐྲག་ཅེས་ཞིའུ་འགྱུར་བ་བཏང་རེ་ཞིང་རེ་བཞག་གཏམ་འདྲི་ཚེ་རིང་རང་ཅག་ཡོད། གཏམ་འདྲི་ཚེ་རིང་རང་ཡོད།

སྒེར་དོན་ལ་མ་སྤྲོད་རོགས་བྱས། སྤྱི་བེད་ཀྱི་ལས་ཀ་ག་རེ་ཡོད་ན་སྤྱི་བེད་ཀྱི་སྒང་ལ་ཀ་མེད་ག་རེ་གནང་ཡ་ཡོད་ན་སྤྱི་བེད་སྒང་ལ་ཀ་མེད་གནང་རོགས་བྱས། ག་ཚོད་སྤྱི་འཐུས་གྲོས་ཆོག་གནང་རོགས་ལ། ངེད་ཀྱི་གནས་ཚུལ་འདི་ཡར་བླངས་ཞོག་ཟེར་དུས་བརྩམས་པ། རྐུ་མ་སུ་ཡིན་ན་རྐུ་མ་ལ་འདི་ཡོད་རེད་བ། དངངས་སྐྲག་ཡོད་རེད་བ། སོང་ཙང་ལམ་སང་ཁམས་པ་འདི་དོན་ཡོང་གི་འདུག་སྤོ་འདི།

འགན་འཛིན། ཡིན་པའི་ཐོག་ནས་ངས་སྐད་བཤད་མེད་བུད་མེད་ཅིག་ཡིན་པའི་ཆ་ནས། སོང་ཚེ་སྐད་ཆ་ཧ་གོ་ལ་མ་གོ་ལ་སྐད་ཆ་མང་པོ་ཅིག་བཤད་ཅེས་རེ་བ། ཅིག་གིས་བ་ལ་བུ་ལ་མང་པོ་བཤད་པ་ཡིན་ན་ཁྱོད་རང་ཚོ་ལ་ཕན་པ་ལས་གནོད་རྐྱེན་མང་ང་ཡོང་གི་རེད་ངས་དེ་རིང་ཚིག་ཐག་ཐོག་པོ་ག་ནས་བཤད་ཀྱི་ཡོད་ཁྱོད་རང་ཚོ་ལ་ཕན་པ་ལས་གནོད་རྐྱེན་མང་ང་ཡོང་གི་རེད། དེ་དེ་ཁྱེད་རང་ཚོ་སེམས་པ་ན་ལ་ཉར་བྱེད། དེ་རིང་ནི་སོན་མི་ཕ་དར། ངས་སྒེར་གྱི་མི་ཚེ་གང་ལོ་ལ་ཀ་མེད་གནང་ཡ་དེ། ང་འཆམ་བཞག་ན་ཡག་གི་རེད་བསམ་གི་འདུག་རེད་བ། ངས་ད་ལྟ་ཕག་ཐུག་ན་ལོ་ལ་ང་སྒེར་ན་ལོ་ལ་ཁ་ལག་ཟ་ཡ་མེད་དུག་ལོག་གོན་ཡ་མེད་ནམ་ཡང་ལབ་མེད། བོད་པའི་སྤྱི་བེ་གཅིག་གི་སྐད་ཆ་ཅིག་བཤད་དེ་དགོས་དེ་ཡས་ལྷག་པར་དུ་བོད་ནང་ལ་ལྷག་དེ་ངས་ཞི་ལུ་པིན་ཐག་གི་སྐུ་ཚབ་བྱས་ནས་སྐད་ཆ་བཤད་དེ་དགོས། ཞི་ལུ་པིན་ཐག་དེ་ཚོ་ང་ཚོ་ནང་ཤི་སྲོག་ལ་ཡ། དགའ་པོ་བྱས་དེ་ངས་སྲོག་ལ་ཡ་གནས་འགའ་བརྩིས་དེ་ངས་མི་དེ་འདྲས་མ་ར་བ། ཁོང་ཚོའི་སྲོག་ལ་ཡ། ང་ཚོས་ཉི་མ་གཅིག་ལས་མེད་ན་བསྡད་ཡ་བྱུང་འདྲ་བསམ་བསམ་དྲན་གི་ར་བ། ར་བ་དེ་ང་ཚོ་ཕྱི་རྒྱལ་ནང་ལ་བསྡད་དེ་ངས་མི་ཚོ་ལ་ཡ་ར་བ་རྒྱག་ཚེ་ཁོ་རང་ཚོ་གི་སྲོག་འབེན་ལ་བཅུག་ཚེ། རྒྱ་མི་ལ་ཡ་ཁ་བཏད་བཅག་ནས་འགྲོ་བསྡད་དགོས་ར།

ཚེ་ལྟར་བརྒྱ་དང་བཅུ་གསུམ་གྱི་ལྟ་འགོ་རེད། བྱུང་ན་ང་ཚོ་སྤྱི་འཐུས་ཚང་མ་ལོ་ཨ་ནི། ཕ་གའི་གར་ཟེར་བ་རེད། ཨ། ཡ་ག་ལ། ཆ། ཆ་ཁོ་རང་བརྒྱ་དང་བཅུ་གསུམ་གྱི་ཚེ་གོ་རེད་ཟེར་འདུག་ངོ་ཚ་གི་མི་འདུག་ཨེ།

ངས་གཅིག་ཁྱོད་རང་ལ་ངས་ཀྱིས། བཅོ་མིང་དུ་ཁྱོད་རང་ལ་ཁྱད་ཆོས་གཅིག་ག་རེ་འདུག་ལགས་ན་ཁྱོད་རང་མི་ཡང་བསམ་ཤེས་ཞིའུ་གཅིག་བྱེད་དགོས་ངེས་མི་གཅིག་རེད། དེ་ཁྱོད་རང་ཡང་དཔེ་ཡག་པོ་འདུག་ད་ཁྱོད་རང་བསམ་ཤེས་ཞིའུ་བྱེད་ཀྱི་འདུག། མཱ་མ་ཤི་རི།

ཁྱོད་རང་བཀའ་བློན་དག་ལ་མིང་འབོད་ག་འདྲའི་ཟིན་ནས་ཁྱི་ཡོང་བས་སུ་ཁྱི་ཡོང་བས། དེའི་རྗེས་ལ་ཁྱེད་རང་སྲིད་སྐྱོང་ལང་ལོང་མེད་པ་ལ་རྒྱ་གར་ལྡི་ལི་ནང་ལ་ཕྱིན་པ་ཡིན་པ། ད་ངས་འདི་ཡང་དུག་བཤད་གི་ཡོད་རད་ཁ་བདུད་བཤད་གི་ཡོད་མ་རེད། ལྡི་ལི་ཕྱིན་ཡིན་པ། རེད་བ། དགེ་བཤེས་མང་པོ་ཡོད་རེད། སོང་ཙང་ག་རེ་ཡིན་ན་མེད་ན་རེད་བ། ཁྱེད་རང་འདྲ་བོ་མི་གཅིག་གིས། གལ་སྐུ་ཅི་བྱེད་གི་མ་རེད་གལ་སྐུ་ཅི་བྱེད་ཐུབ་གི་མ་རེད། མོ་གོ་བ་སྤྱི་ཚོགས་ནང་ལོག་ལ་རེ་བ་ཧམ་པ་དང་མ་བིན་རྐྱང་རྐྱང་ཅི་མི་ཤེས་གཞན་པ་དེ་ལས་ལྷག་གལ་སྐུ་ཅི་བྱེད་ཐུབ་གི་མ་རེད། དེ་ངས་ཚིག་ཐག་ཐོག་པོ་གང་ནས་བཤད་གི་ཡོད། སོང་ཙང་ད་རིག་དུས་ཚེ་འདིའི་ནང་ལོག་ལ་རྣམ་པ་ཚོ་ལ་དེ་ཙམ་མིན། བོད་པ་དཀྱུས་མ་ཅིག་ཡིན་པའི་ཆ་ནི་སོ་སོ་གི་འཚོ་བ་དང། ཨ་ནི་སོ་སོ་གི་མི་རེ་ཟུང་ཅིག་ལ་ལན་འདེབས་བྱེད་དགོས་ཡ་ཁྱེད་ཡོད་འདུག་ལན་འདེབས་རང་བྱེད་ག་རེ་བལྟས་ཡོད་མེད་ཡིན་ཅིག་ནས་ཞུ་ཡ་ཡིན། ཨ་འདི་ག་ཡིན།

བོད་ནང་ལོགས་ལ་བོད་མི་ཚོ་གི་སོ་སོ་སོ་ཡང་དག་ནས་ཡ། བོད་རང་བཙན་བོད་བོད་རྩ་དོན་དང་སྐྱབས་མགོན་རིན་པོ་ཆེ་ཆེད་དུ་བོད་མི་སྒྲིག་འཛུགས་ཆེད་དུ་བོད་མི་མང་གི་ཆེད་དུ་སོ་སོ་སོ་ཡང་དག་ནས་ཡ་ཕུལ་ཞེ་དགོས་ཡོད་ན། ང་འདྲ་བོ་གཅིག་གིས་བོད་མི་མང་ལྷག་པར་དུ་གཞིས་ལུས་བོད་ནང་ལྷག་དེ་གི་གཞིས་ལུས་སྤུན་ཟླ་གི་སྐུ་ཚབ་བྱས་རྗེས་ངའི་མི་ཚེ་ལ་དཀའ་ངལ་ག་འདྲ་འགྲོ་གི་སི་ཁྲེལ་གི་ཡོད་ན་དཀའ་ངལ་འདི

ཏིང་ངེ་འགལ་ནི་སོ་སོ་གི་བྱ་བ་དང་སོ་སོ་གི་ཆོས་ཡིན་བསམ་ས་རོགས་བྲལ་ས་རེད་སོང་ཙང་ད་རིང་གི་དུས་ཚོད་འདིའི་ནང་ལོགས་ལ། རྣམ་པ་ཚོ་ལ་ཞུ་ཡ་འདི་ཙམ་ཡིན། ཚང་མ་ལོ་ཐོ་ཅི་ཆེ་བཀའ་དྲིན་ཆེ། ལྷག་པར་དུ་ང་ལ་ཡང་དུས་རྟག་ཏུ་རྣམ་པ་ཚོ་གི་ཡིད་ཆེས་བྱེད་ཅེས་རྒྱབ་སྐྱོར་བྱེད་བདེ་བ་ལ་སྙིང་ཐག་པ་ནས་ཐོ་ཆེ་དང་བཀའ་དྲིན་ཆེ་ཞུ་ཡ་ཡིན་ཚང་མ་ལོགས་བ་བའི་ཚེ་རིང། ལ་སོགས་མཐོ་ཆེ་ན་ནི་ཚང་མ་ལོ་ཚད་རིང་བ་པ་ཡི། ཚང་མ་མཉམ་དུ་ཡིན་ད་བོད་རྒྱ་ལོ། བོད་རྒྱ་ལོ། བོད་རྒྱ་ལོ། མཐོ་ཆེ་ན། བཀའ་དྲིན་ཆེ། ཚད་རིང། ཀརྨ་ཀོརྨ། མཐོ་ཆེ་མཐོ་ཆེ་ཡ་ཡ་ཚད་རིང་ཨ་ནི།